ངོ་བཀྲ་ཤིས་བདེ་ལེགས། དེ་ནས་ད་ལྟའི་རིང་ང་ཚོ་རྒྱལ་སའི་ལག་ལེན་སོ་བདུན་མའི་སློབ་ཚན་གྱི་སློབ་སྟོན་སུམ་ཅུ་སོ་བདུན་པ། རྩ་བའི་ཤོ་ལོ་ཀ་སུམ་ཅུ་སོ་བདུན་པ་ཉོན་མོངས་སྤོང་ཚུལ། འོ་ད་དེ་ལས་འགྲེལ་བཤད་མདོར་བསྡུས་སུ་བྱས་པ་ཡིན། ཨ་ནི་འདིའི་རྩ་ཚིག་ཡིན་ན། ཉོན་མོངས་བསྒོམས་ན་གཉེན་པོས་བཟློག་དཀའ་བས། དྲན་ཤེས་རྒྱལ་པོའི་གཉེན་པོའི་ཚུལ་བཟུང་ནས། ཆགས་སོགས་ཉོན་མོངས་དང་པོ་སྐྱེས་མ་ཐག་འབུར་འཇོམས་བྱེད་པ་རྒྱལ་སྲས་ལག་ལེན་ཡིན། ངོ་དེ་རེད། ད་འདིའི་ནང་དོན་མདོར་བསྡུ་ན། ག་རེ་གསུང་གི་ཡོད་པ་རེད་ལབ་ན་ནི། ཉོན་མོངས་པ་རང་རྒྱུད་ལ་འདོད་ཆགས་ཞེ་སྡང་ང་རྒྱལ་ཕྲག་དོག་ལ་སོགས་པས་ག་འདྲས་ཀྱིས་བསྐྱེད་པ་ཡིན་ན་ཁ་དུག་དེ་འབུར་འཇོམས་ཀྱི་མ་མགོ་བསྣན་ནས་ཉོན་མོངས་དཔེར་ན་ཁོང་ཁྲོ་འདྲ་བོ་ཅིག་རྒྱུད་ལ་བསྐྱེད་པ་ཡིན་ན་ཁ་དུག་དེ་མ་བསྣན་ནས་རྒྱུད་ལ་བསྐྱེད་མི་བཅུག་ག་ཨོ་དེ་འདྲ་བཟོ་དགོས་རེད་ཟེར། ནང་དོན་མདོར་བསྡུས་ན་དེ་འདྲ་རེད། ཨོ་དེ་འདྲ་ཅིག་རེད། ནི་ད་གསུང་སྟངས་དེ་ག་རེ་རེད་ལབ་ན་ནི། ཉོན་མོངས་གོམས་ན་གཉེན་པོ་བཟློག་དཀའ་བས། ག་རེ་གསུངས་པ་རེད་ལབ་ན་ནི་ང་ཚོ་ཉོན་མོངས་པ་དཔེར་ན་མི་གཅིག་ལ་ཡིན་ན་ང་ཚོ། དང་པོ་མི་གཅིག་ལ་ཡང་ནི་ཞེ་སྡང་ཆུང་ཆུང་ཅིག་མ་གཏོགས་སྨྲས་པ་ཡིན་ན། རིམ་པ་བཞིན་དུ་ཡང་ནི་དེ་རིང་ཞེ་སྡང་ལང་སང་ཉིན་ཞེ་སྡང་ལང་གནངས་ཉིན་ཞེ་སྡང་ལང་དེ་འདྲ་བྱེད་པ་ཡིན་ན་ཉི་མ་རེ་རེ་བཞིན་དུ་ཡང་ནི་ཞེ་སྡང་ལང་ཡག་གི་ཚེ། ཤུགས་ཆེ་རུ་གྲངས་ཀ་ཡིན་ན་མང་དུ་འོ་དེ་འདྲས་དེ་འདྲས་དེ་འདྲས་བྱས་ནས་ཡང་ནི་མཚམས་ཅིག་ལ་དེ་ཕས་ཕ་མཐའ་མེད་དུ་བསྐུམས་ནས་དེ་ལ་པའི་བསྐུམ་པ་ཤུགས་ཆེན་པོ་འགྲོ་ཚར་ཏེ་དེ་ལ་བསྐུམས་ཤིང་འཇགས་ཚར་སོང་ན། ཨ་ནི་ཅིག་སྙིང་པོ་འདྲ་བོ་ཅིག་བསྒོམས་ན་དཔེར་ན་ཅིག་ཤེལ་དང་གི་སྙིང་པོ་ལ་ཨ་ནི་སྤྱན་པ་འདྲ་བོ་སྙིང་རྗེ་འདྲ་བོ་དེ་འདྲ་ཅིག་བསྒོམས་ན་ཡང་ལས་སླ་བོ་ཡོད་མ་རེད་ཟློག་དཀའ་མོ་ཡོད་རེད་ཟེར་ཏེ། ཟློག་ཡ་ལས་སླ་བོ་ཡོད་མ་རེད་བྱས་ཙང་དེ་སྐོམ་ཅིག་ཡ་ཡོད་མ་རེད་ཟེར་གི་ཡོད་རེད། ང་ཚོ་ཞེ་སྡང་ཡིན་ན་རེད་འདོད་ཆགས་ཡིན་ན་རེད། སྔར་གྱི་དྲ་ཟློག་ག་རེ་འདྲ་ཅིག་ཡིན་ན་ཡང་ང་ཚོ་ཡིན་པ་དང་སྐྱེ་བ་ཚེ་རབས་མང་པོ་ལ་སྐོམ་ཚ་རེད་སོ་སོ་སྐྱེ་བོ་ཚང་མ། འཁོར་བ་ཐོག་མ་མེད་པ་ནས་ནི་ཉོན་མོངས་པ་བསྐོམས་ནས་ཉོན་མོངས་བ་ལ་སྐོམ་འདྲུལ་བྱས་ནས་ཡོང་རྒྱུ་རེད་དེ་ཡང་སྐྱེ་བ་གཅིག་གི་དབང་དུ་བྱས་པ་ཡིན་ན་ཡང། གོམས་གཤིས་མི་འཇགས་མ་བཅུག་ན་ཕན་ཐོགས་ཡོད་པ་རེད། དང་པོ་ཞེ་སྡང་ཆུང་ཆུང་ཡིན་རྒྱུ་གི་མི་གཅིག་ནི་ཞེ་སྡང་གཅིག་བསླངས་གཉིས་བསླངས་གསུམ་བསླངས་དེ་འདྲ་རིམ་པ་བཞིན་དུ་ནི་གཉེན་པོ་མ་བསྟེན་ནས་ཀྱི་རིམ་པ་བཞིན་དུ་འཁོར་ག་ཚོད་ཅིག་ཉོན་མོངས་བ་ག་ཚོད་ཅིག་སྐྱེས་ན་ཡང་སྐྱེས་བཅུག་པ་ཡིན་ན་ཚར་གཅིག་ལ་བྱམས་པ་སྒོམ་སྙིང་རྗེ་སྒོམ་དེ་འདྲ་བཟོ་ན་ཡང་ལས་སླ་བོ་འགོ་ནས་མ་ཐོབ་པ་དེ་འདྲ་ཆགས་ཀྱི་རེད། སྙིང་པོ་རྟོགས་དཀའ་བས། བཀྲེན་ཤིང་སྐྱེས་པས་སྙིང་པོའི་ཚུལ་བཟུང་ནས། བཀྲེན་དང་ཤི་ཤིང། བཀྲེན་པ་དང་ཤི་ཤིང་གི་དུས་རྟག་ཏུ། རང་རྒྱུད་ལ་ཉོན་མོངས་པ་སྐྱེ་གི་འདུག་དམ་མི་འདུག་འདོད་ཆགས་སྐྱེ་གི་འདུག་དམ་མི་འདུག་ངར་སྐད་སྐྱེ་གི་འདུག་དམ་མི་འདུག་ཁོང་ཁྲོ་སྐྱེ་གི་འདུག་དམ་མི་འདུག་དེ་བཀྲེན་པ་གྱི་ཤེས་པ་བྱས་ནས་རྒྱུན་དུ་རང་རྒྱུད་ལ་ཚུར

ད་ང་ཚོ་ཉོན་མོངས་པ་གི་གཉེན་པོ་མཐར་གཏུགས་ན་སྟོང་ཉིད་རྟོགས་པའི་ཤེས་རབ་རེད། ཡང་ཁ་ཐུག་ཁ་ཐུག་ལ། ཁོང་ཁྲོ་གི་གཉེན་པོ་ལ། བཟོད་པ་བཟོད་པ་བསྟེན་པ་དང་ཡང་ན་བྱམས་པ་སྒོམ་པ་སྙིང་རྗེ་སྒོམ་པ་ལ་སོགས་པ་སེར་སྣ་གི་གཉེན་པོ་ལ་སྦྱིན་པ་གཏོང་བ། ལ་སོགས་པ་དེ་འདྲའི་ཁ་ཐུག་ཁ་ཐུག་གི་ཡང་ཁོ་གཉེན་པོ། འཕྲལ་སྲིད་ཀྱི་གནས་སྐབས་ཀྱི་ནི་གཉེན་པོ་དེ་འདྲ་ཡོད་པ་རེད། འོ་དེ་འདྲའི་བསྟེན་པ། ཨོ་དེ་འདྲའི་གི་སྙིང་པོ་གི་མཚོན་བྱ་དེ་གསུམ་ནི་བསྡེ་དགོས་རེད། ཨ་ནི་སྒོམ་སྒྲུབ་ནི་ཡང་ཉོན་མོངས་པ་དེ་ལྷས་པ་དང་ཁ་ཐུག་དེ་སྙིང་པོ་གི་མཚོན་བྱ་བཙུགས་ནས་ཉོན་མོངས་བ་དེ་མ་འབུར་འཇོམས་ཀྱི་བསད་བྱ་དགོས་རེད་ད་གང་ལྟར། འདོད་ཆགས་དང་ཞེ་སྡང་ལ་སོགས་པའི་ཉོན་མོངས་པ་ག་འདྲའི་ཅིག་ཡིན་ན་ཡང། དང་པོ་རང་རྒྱལ་ལ་སྐྱོང་པ་དང་མཉམ་དུ་ཧ་གོ་བ་བསྐྱེད་ནས་དྲན་པ་དང་ཤེས་བཞིན་གྱིས་ཧ་གོ་བ་བསྐྱེད་ན་ཨོ་ངེད་ཀྱི་ལ་ཉོན་མོངས་པ་སྐྱེས་སོང་བསམས་ནས་ཧ་གོ་བ་བསྐྱེད་ནས་ཁ་དོག་དེ་ལ། ཉོན་མོངས་པ་དེ་མགོ་མ་གནས་འབུར་འཇོམས་ལབ་དེ་དཔེར་ན་ཡལ་འདུག་སུ་འབུར་ཡོང་གི་ཡོད་ན་ཁ་དོག་དེ་མ་གནས་ནས་མེད་པ་དང་བཅོམ་བཞག་དེ་ལ་འབུར་འཇོམས་ཟེར་གི་ཡོད་རེད། ཨོ་དེ་འདྲ་བྱས་ནས་ནི་ཉོན་མོངས་པ་རང་རྒྱལ་ལ་སྐྱེས་པ་བརྩམས་ནས་འོ་ད་ངའི་རྒྱུད་ལ་ཉོན་མོངས་པ་འདོད་ཆགས་ཡང་ན་ཁོང་ཁྲོ་ཡང་ན་ང་རྒྱལ་སྐྱེས་སོང་བསམ་པ་ཙམ་ལ་ད་ག་རང་ནི་ཉོན་མོངས་པ་གི་ཉེས་དམིགས་སམ་བྱམས་དང་སྙིང་རྗེ་ལ་སོགས་པ་འོ་དེ་འདྲ་གི་ཕ་ཡུལ་ཙམ་ནི་ནི་ཉོན་མོངས་པ་དེ་གི་མགོ་མ་མནན་ཉོན་མོངས་པ་གི་མགོ་མ་མནན་པ་དེ་ནི་རྒྱལ་སྲིད་བྱང་ཆུབ་སེམས་དཔའ་རྣམས་ཀྱི་ཉམས་ལེན་ཡིན། འོ་ད་རྩ་ཚིག་གི་ནང་དོན་མདོར་བསྡུས་ན་དེ་འདྲ་ཅིག་རེད།